ད་ལྟ་དེ་ལས་ང་ཏིང་འཛིན་བཞིན་ཡིན། ཨ་ནེ། ད་རིང་གི་ལྟ་རྙེད་འདི་ངེད་ཀྱི་མི་གང་ཟག་སྒེར་གཅིག་ལ་ཨ་ནེ་མཐོང་ཆུང་བྱེད་བ་དང་སྐྱོན་འཛུགས་བྱེད་བ་དང་རྫུ་གུ་བཙུགས་བ་དང་ཨ་ནེ་དེ་འདྲའི་རྩ་བ་ཉིད་ནས་མིན་ཅེས་དང་པོ་དེ་ལ་ངས་དེ་གསལ་བཤད་བྱིན་ན་བསམ་ཟེར་རོ། ཨ་ནེ་ད་རིང་གི་གནད་དོན་འདི་སྤྱི་བཏང་གི། གཅིག་ང་རང་བོད་པ་ཅིག་ཡིན་པའི་ཆ་ནས་བོད་པའི་གི་སྤྱི་ཚོགས་ནང་ལོགས་ལ་ཨ་ནེ། སྤྱི་ཚོགས་འདི་གལ་ཆེན་པོ་ཞིག་རེད་ཅེས་རྩིས་ངན་ཅིག་དང། ཨང་སྤྱི་ཚོགས་འདི་མེད་དུ་མི་རུང་བ་ཅིག་ང་ལ་དཔེ་གལ་ཆེན་པོ་ཅིག་ཡིན་རོགས་ཡ་དེ་ཡིན་དུས་ཙམ་པ་ལ་ད་རིང་གི་ངས་དེ་འདྲ་མ་བཤད་གི་སྐད་ཆ་འདི་ཨ་ནི་ང་རང་ཚོ་ཚང་མས་གི་ཅིག་ཕྱི་གསལ་ནང་གསལ་ཧ་གོ་དོན་གསལ་ཁོ་རང་ཅིག་སེམས་པ་ནང་ལ་ག་རེ་འཚོ་བ་ཡོད་བ་དེ་ཅིག་མ་གཙང་མ་བཤད་དགོས་ཡ་དེ་ངས་གལ་ཆེན་པོ་ཞུ་བ་ཅིག་མཐོང་ནི་གུ་འདུག་རོགས་ཡ་དེ་འདྲ་ཡིན་དུས་ཙམ་པ་ལ་ཁྱེད་རང་ཚང་མས་གི་འདི་སྐོར་ལ་ཨ་ནི་ཅིག་དངོས་གནས་གྲོས་བསྡུར་ལྷོད་མོལ་ཅིག་བྱེད་ཐུབ་བའི་གི་རེ་བ་ཅིག་དང། སྤྱི་བཏང་གི་འདི། དེ་འདྲས་ཀྱི་རེ་བ་ཅིག་རྒྱག་གི་ཡོད། ཨ་ནི་སྤྱི་བཏང་གི་འདི་བོད་པའི་ཁྱོན་ཡོངས་ཀྱི། ཨ་ནི། སྤྱི་ཚོགས་ག་བ་ལ་བལྟས་ན་ཚོགས་པ་སྐྱིད་སྡུག་ག་རེ་ཡིན་པ་ར་ཅིག་ཡིན་ན་འདི་ཚང་མ་ལ་ཅིག་ཨ་ནི། བསམ་བློ་བཏང་དགོས་ཡ་གི་གནད་དོན་ཅིག་རེད་བསམ་གི་ཡོད་རོ། དེ་འདྲས་ཡོད་འདི་ཙམ་པ་ལ་ད་དེ་རིང་གི་འདི་གནས་སྟངས་འདི། དེ་འདྲས་འདྲ་བ་ཅིག་གི་ཨ་ནི་མ་འགོ་ཚུགས་གི་ཡིན། ཨ་ནི་སྤྱི་བཏང་གི་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལ་ཨ་ནི་མི་ཅིག་ཡིན་ན་འདྲ་ནང་མི་ཅིག་ཡིན་ན་འདྲ་འདི་ཅིག་གྲོགས་པོ་གྲོགས་མོ། ཁོ་རང་ཚོ group འདྲ་བོ་ཅིག་བཟོས་ནས་ཨ་ནི་འདི་འདྲའི་ཅིག་གི་ཚོགས་གཙོ་འདྲ་བོ་ཅིག་བྱས་ཨ་ནི་ག་དུས་ཡིན་ན་ཅིག་ཚོགས་གཙོ་དེ་ཕར་ཚུར་རྩིས་འདྲ་བོ་སྤྲད་དེ་འདྲ་བོ་ཅིག་དང་མི་གཅིག་གིས་ཨ་ནི་སྤྱི་ཕལ་གྱི་ཚོགས་པ་ཅིག་སྤྱི་པ་གི་ཚོགས་པ་ཅིག་ཨ་ནི་རྒྱུད་རིང་པོ་གཟིམ་བདེ་བ་ར་ཅིག་ཡིན་ན་ཨ་ནི་འདི་ཅིག་ཁོ་རང་ཚོ་ལ་ཉམས་མྱོང་ཆེན་པོ་ཡོད་བ་ཅིག་དང་ཨ་ནི་ཁོ་རང་ཚོ་གིས་ཅིག་ལྷག་བསམ་རྣམ་དག་གི་ལས་ཀ་བྱེད་ཀྱི་ཡོད་ན་ཡང། ཨ་འདི་འདྲའི་ཅིག་རྒྱུད་རིང་པོ་ཟིན་པ་འདི་ལ་བལྟས་ནས་སྤྱི་པ་ལ་ཕན་ཐོགས་ཡ་ལ་གནོད་མང་སྐྱེས་ཀྱི་ཡོད་རེད་བསམ་བསམ་འདྲ་བོ་ཅིག་གི་འདི་འདྲའི་གི་འཚོ་བ་ཞག་དེ་ངེད་ཀྱི་གང་ཟག་ཅིག་ཡིན་རོགས་ཡ་མི་ཅིག་གི་རྒྱུད་རིང་པོ་ཟིན་ན་ཡག་པོ་ཡོད་མ་རེད་བྱས་ནམ་རྒྱུན་དུ་ང་རང་གི་ཅིག་ངོ་བཞིན་པ་ཡིན་ན་འདྲ་སུ་ལ་ཡིན་ན་འདྲ་ང་རང་འདི་འདྲ་ཤེས་དེ་ངེད་ཀྱི་གང་ཟག་ཅིག་ཡིན་ཨ་འདི་འདྲའི་ཡིད་ཆེས་བྱེད་དེ་ངེད་ཀྱི་གང་ཟག་ཅིག་ཡིན་རོགས་ཡ་ད་ད་རིང་འདི་སྤྱི་བཏང་གི་ང་ཚོ་འགོ་ཁྲིད་ལ་དུས་ཙམ་པོ་ལ་འགོ་ཁྲིད་འདི་ག་རེ་མི་མང་གི་ཆེད་དུ་རོགས།

སྐྱོན་བརྗོད་རོགས་ལགས་ན་ད་ལྟ་དེ་འདྲས་ཅིག་ལ་དེ་འདྲས་ཀྱི་ཆ་ཤས་ཅིག་མེད་ཅིག་རྒྱུན་རིང་པོ་གཟིམ་དེ་ངེས་ཅིག་ལ་ཨ་ནི་གང་མི་འདུག་ལ་ཡ་གི་རྒྱུ་མཚན་གཙོ་བོ་ཅིག་ཡོད་དགོས་རོགས་རྒྱུ་མཚན་དེ་ད་མི་ཅིག་རྒྱུན་རིང་པོ་དུས་ཡུན་རིང་པོ་ཅིག་ལ་ཨ་ནི་ཚོགས་པ་ཅིག་གཟིམ་དེ་ནི་རོ་ཚོགས་པ་ཅིག་གི་འགོ་ཁྲིད་བྱས་ཨ་ནི་དེ་གི་ཅིག་ཚོགས་པ་ཅིག་གཟིམ་དེ་བ་ར་ཅིག་ཡིན་ན་དཀའ་ངལ་ག་རེ་ཡོད་རེད་ལ་ན་དང་པོ་དེ་ལ་ཅིག་མི་མང་གི་ཨ་ནི་བདེ་སྡུག་ཚང་མ། ངའི་མཚམས་འཇོག་བྱེད་ཀྱི་རེད། ཡིན་གྱི་མ་རེད། རོ། ཨ། དེ་ནས། དམིགས་བསལ་གྱིས། ང་ཚོ་གིས་ད་བསམ་བློ་གསར་བ་འདྲ་བོ་ཞིག་ལབ་རོགས། མི་གཅིག་གིས། བསམ་ཚུལ་ཅིག་ཁྱི་ཡོང་གི་ཡོད་ན་བསམ་ཚུལ་གསར་བ་འདྲ་བོ་ཞིག་ཁྱི་ཡོང་གི་ཡོད་ན། བསམ་ཚུལ་གསར་བ་དེ། བེད་ཅན་བེད་ཅན་ཡོང་བཅུག་གི་མ་རེད་གང་ཡིན་ཟེར་ན་ཁོ་རང་ཚོ་གཉིས་མ་གི་ལུགས་སྲོལ་དང་ལམ་ལུགས་སྲོལ་དེ་ག་ལ་འགྲོ་དེ་ནས། ཨ་ནི། ཅིག། Idea། གསར་བ་དེ། བེད་སྤྱོད་བྱེད་བེད་སྤྱོད་ཡོང་གི་མ་རེད་རོ། ཨ་ནི་དེ་ནས་ག་འདི་ཆ་བ་རེད་ཅེ་ཡིན་ན་ག་ལས་ག་ལས་ག་རེ་ཆ་གི་རེད་ལབ་ན།

ཨ། ཡིད་ཆེས་ཆེ་བས་ཀྱི་འབྲས་བུ་ལ་ག་རེ་ཆགས་རེད། མི་དམངས་མང་པོ་ཅིག་གིས་དཔེ་ཆ་མང་པོ་ཅིག་བླུས་ཡོད་རེད་དཔེ་ཆ་མང་པོ་བླུས་ཏེ་འཛོམས་པ་ལ་ད་འགྲོ་ལ་མི་ལན་ཤིས་ཀྱིས་སྐད་ཤིག་དོ Donation མི་ལན་ཤིས་ཅིག Misuse བྱས་ནས་རོ་བོད་ཆོལ་ལོག་པ་དང། རོ། ད་ད་ལྟ་དཀའ་ངལ་ཆེན་པོ་ཞིག་ཆགས་ནས་འདི་ཚང་མ་སྒོ་རྒྱག་པ་ཕྱིར་ད་འདི་ག་རེ་རེད། ད་འདི་ག་རེ་ཐུག་འོ་ལ་ན། ད་དེ་ལ་གསར་གཏོད་གང་དགོས་ཅིག་ཡོད་མར་ཁུ་མདོ།

དེའི་དཀའ་ངལ་ལ་བརྟེན་ནས་རྒྱལ་ཁབ་ཁོ་རང་གང་ཟག་དཔལ་འབྱོར་གྱི་ཉམས་རྒུད་ཐོན་ནས། རྒྱལ་ཁབ་ཁོ་རང་གང་ཟག་དཀའ་ངལ་ནང་ལ་འཛུལ། ད་རྒྱལ་ཁབ་དཀའ་ངལ་ནང་ལ་འཛུལ་དུས་ཙམ་པོ་ལ་མི་དམངས་ལངས་ནས་མཐའ་མེད་ཐག་ཆོད་དེ་ལ་འགོ་ཁྲིད། རྒྱལ་ཁབ་གཡུགས་ནས་ལུང་པ་གཞན་པ་ལ་གྲོས་འགོ་བྱེད་རེད་ད། རོ་ཡ། ལུང་པ་གཡུགས་ནས་གྲོས་འགོ་ཡ་བྱ་རེད་ད་དེ་དཀའ་ངལ་རེད་ད། སྤྱི་བཏང་གིས་ང་རང་ཚོ་བོད་བལ་གྱི་སྤྱི་ཚོགས་ནང་ལོགས་ལ་ཡིན་པ་ར་བཅས་ཡིན་ན་དཔེར་ན་ནིའུ་ཡོག་འདྲ་བོ་བཅས་ཡིན་ན་དུས་ཚོད་སྐབས་གཅིག་ལ་དངོས་གནས་ཁོ་རང་བོད་རིགས་སྤྱི་མཐུན་ཚོགས་པའི་གིས་ནིའུ་ཡོག་ཏི་དངོས་གནས་ཁོ་རང་མི་འབོར་མང་ཤོས་རོ་ཚགས་ཚུབ་ཤོས་དེ་འདྲེར་ད་འདི་ལ་དཀའ་ངལ་ག་རེ་ཆགས་རེད། མི་གཅིག་གིས་རྒྱུས་རིང་པོ་འཕགས་ཚུ་ནང་ལོག་ལ་འཕགས་ཚུ་སྐྱ་ཉག་སྤྲད་བསྡད་པ་ལ་བརྟེན་ནས་དཀའ་ངལ་ཆེན་པོ་གཅིག་ག་རེ་ཐོན་རེད། མི་མང་པ་ར་ལ་དབྱེ་འབྱེད་བྱ། མི་མང་གི་འགོ་ཁྲིད་ལ་ཡིད་ཆེས་མེད་པ་བྱ། དེ་འབྲེལ་གྱི་དཀའ་ངལ་ཤུགས་ཆེན་པོ་ཅིག་འཕྲད་རོགས། ནིའུ་ཡོག་ལ་དཀའ་ངལ་འདི་ཚོ་ཤུགས་ཆེན་པོ་ང་ཚོ་ཁ་ཡོད་ལག་ཡོད་དཀའ་ངལ་འཕྲད་རོགས་དེ་ནང་བཞིན་གྱི Swiss ལ་ཡང། བོད་རིགས་སྤྱི་མཐུན་ཚོགས་པ་མི་གཅིག་གཅིག་ག་ལ་བར་ད་ནང་མི་ལ་ན་འདྲ་ཁོ་རང་ཚོ Group གཅིག་གི་རྒྱུད་རིང་པོ་ཟིན་པ་ལ་བརྟེན་ནས་དཀའ་ངལ་ཡང་དཀའ་ངལ་ད་ག་རང་རེད་མི་མང་པ་ར་ལ་དུམ་བུ་འགྲོ་དཀའ་ངལ་ད Calgary ལ། བོད་རིགས་ཆེད་དོན་ཚོགས་པ་ལ་ཡང་ད་ག་རང་མི་ཁོ་རང་ཚོ་ཅིག་ཕྱོགས་གཏོགས་འདྲ་བོ་ཅིག་གི Group འདྲ་བོ་ཅིག་བཟོས་ད་འདི་ནང་ལོགས་ལ་ཕག་ཚུར་སྤྲད་ཕག་ཚུར་སྤྲད་མི་མང་མི་མང་ག་འཚམ་ཅིག་ནས་འདི་ལ་ཡིད་ཆེས་མེད་མགྱོགས་ཆགས་མི་མང་ག་འཚམ་ཅིག་ནས་འདི་ལ་ཅིག་ཨ་ནི་ཕྱོགས་གཉིས་ཆགས། ད་ཁོ་ཚོ་གི་དཀའ་ལས་རྒྱབ་ནས་གསར་གཏོད། ད་ང་ཚོ་དེ་འདྲ་འགྲིག་མི་འདུག་མི་ཟ་བ་གོ་འདུག་ལ་ནི་དཀའ་ལས་རྒྱབ་ནས་ད་ད་འདར་ཧ་ཏག་ཏག་བྱེད་ནས་ཡག་པོ་བྱེད་ནས་འགྲོ་བསྡད་རོགས་ག་རེ་བྱེད་ནས་ཡག་པོ་ཆགས་རེད་མི་ཟ་བ་གླེ་བ་ལ་བརྟེན་ནས་ཡག་པོ་ཆགས་རོགས་དེ་འདྲ་ཡིན་དུས་བརྩམས་པ་ལ་ང་རང་ཚོ་བོད་རིགས་སྤྱི་མཐུན་ཚོགས་པ་ཡིན་ན་ཡང་མི་གཅིག་གི་གཟིམ་བསྡད་ཡ་དེ་དཔེ་ག་ལ་བོར་ད་མི་གཅིག་གི་རྒྱུ་རིང་པོ་གཟིམ་བསྡད་ཡ་དེ་དངོས་གནས་ཁོ་རང་མཐའ་གཅིག་ཏུ། ང་ནི་རྒྱབ་སྐྱོར་མེད་རོ་ཡ། མི་གཅིག་གིས་རྒྱུད་རིང་པོ་ཟིན་མེད་དེ། ད་འདི་རྒྱུ་མཚན་འདི་གང་ལ་ཡོད། རྒྱུ་མཚན། ངེད་ཀྱིས་དེ་འདྲ་བསམ་དགོས་པའི་རྒྱུ་མཚན་ག་རེ། དེ་འདྲའི་གི་མིག་དཔེ་དཔེ་མང་པོ་ཡོད། ང་རང་ཚོ་ལ་ཐོག་ངན་ཡོད་ང་རང་ཚོ་ལ་བྱ་ངན་ཡོད་རོ། ད་ངེད་ཁྱོད་རང་ཚོ་ལ། འདི་ངེད་ཁྱོད་རང་ཚོ་ལ་སྐད་ཆ་དྲིས་ཡོད་ད་དྲི་བ་ཡིན་རོ། ད་ང་ཚོ། ད་ལྟ་གང་ལ།

བྱས། ཨ་ནི་དེ་ནང་བཞིན་ད་ལྟ་ངས་བོད་ཡིག་སྤྱི་དོན་ཚོགས་པ་ཁ་ཤས་ཅིག་མིང་ལ་བཟོ། ད་དེ་འདྲའི་འདྲ་བོ་ཅིག་ཨ་ནི་ད་ལྟ་དེ། ཀལ་མན་ཀྲའུ་ལ། རྙོག་དྲ་དེ་འདྲ་བྱུང་རོགས་མི་གཅིག་གི་རྒྱུད་རིང་པོ་གཟིམ་ནས་དཀའ་ངལ་དེ་འདྲ་ཆགས་རེད་བེ་ལ་གུ་བེ་ལ་ཡི་ཆགས་ཡོད་རེད། དེ་ཡིན་དུས་ཙམ་པོ་ལ་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལ་ཡིན་ན་འདྲ། སྤྱི་ཡོངས་ཀྱི་འཛམ་བུ་གླིང་ནང་ལོགས་ལ་དཀའ་ངལ་དེ་ཤུགས་ཆེན་པོ་རེད་མི་གཅིག་གི་རྒྱུད་རིང་པོ་གཟིམ་བསྡད་དེ་དཀའ་ངལ་དེ་དཔེ་ཤུགས་ཆེན་པོ་རེད་རོགས་དཀའ་ངལ་དེ་མང་པོ་ཡོད་རེད་དེ་འདྲ་ཡིན་དུས་ཙམ་པོ་ལ། ད་ངས་བྲེལ་བ་ཁྱོད་རང་ཚོ་ལ་ཡིན་ད་རོགས། ང་རང་ཚོ་གི་བོད་རིགས་སྤྱི་མཐུན་ཚོགས་པ་ཡིན་ན་འདྲ་ང་རང་ཚོ་གི་བོད་སོ་སོ་རང་གི་སྡེ་ས་ས་གནས་ས་ཐོག་ག་བ་ཡིན་པ་ར་བྱེད་ན་འོ་འདི་གི་ཚོགས་པ་འདི་ལང་ཀ་འདི་ངོ་ཆོ་ལ་འགྲོ་གི་འདུ་བས་མི་གཅིག་གི་རྒྱུད་རིང་པོ་ཟིན་གི་འདུ་བས་དུ་ཚོ་བཏགས་པ་ཡ་དེ་དཔེ་གལ་ཆེན་པོ་གཏོང་གི་འདུག་རོ་ཡ་འདི་ངའི་དྲི་བ་ད་ཁྱེད་རང་ཚོ་ལས་ང་རང་ཚོ་གི་ག་དུས་ཡིན་ན། དྲི་བ་གཉིས་པ་དེ་ང་ཚོ་གི་ག་དུས་ཡིན་ན་འོས་ཤོག་བླུག་དུས་ཙམ་པ་ལ་མི་གཅིག་རང་གི་མིང་གླེད་དེ་ཡ་ཡང་ནས་ཡང་དུ་ཡ་མེད་ན་འདི་གི་ཉེ་འགྲམ་འདྲ་བ་ཅིག་གླེད་དེ་ཡ།

བདེན་འབྲས་ཀྱི་ལམ་སྟོན་བྱེད་ཐུབ་ཡ་བྱེད་དང་གོ་ཁྲིད་གསར་བ་ལ་ཨོ་ཀེ། འདི་ག་ལ་ང་ཉམས་མྱོང་ཡག་པོ་ཡོད་ཁྱོད་རང་ག་དུས་གོ་ཡོད་ན་ང་སྐད་བཏང་ཤོག་ཨ་ལ་ནི་སློབ་སྟོན་པ་གི་ལམ་སྟོན་པ་དང་སློབ་སྟོན་པ་བྱེད་ན་ཡི་ཆོག་གོ་རོ། དེ་འདྲ་བྱེད་ན་ཡི་འགྲིག་དོ། རོ་ཡ། ཨ་ནི། ད་ང་ཚོ་མ་བཟོད་ན་མེད་ད་མ་བཟོད་ན་ཁྱོད་རང་ཚོ་ཁྱི་གོར་ད་ཁྱོད་རང་རྒན་ཁྱི་གོར་ད་ལ་ནི་ཕག་སོ་སོ་མར་ཁུ་དང་བླངས་གི་ཐོག་ནས་ད་ང་མ་ང་དེ་ཡིན་ང་ཟུར་ལ་དེ་ཡིན་ཁྱོད་རང་ཚོ་ལ་ག་རེ་གོ་ཡོད་ན་ང་ཡོད་ཡོད་པ་རེད་ད་ལ་ནི་བདེན་འབྲས་ཀྱི་ད་ང་ཚོ་བྱིས་པ་ལ།

ཅིག་དོན་དག་རྡོག་རྡོག་འདི་ག་རེ་ལྟ་བ་ལ་ན་ད་དེ་ད་རིང་གི election འདི་ང་ཚོ་ཚང་མ་གི་དམིགས་ཡུལ་རེད་བ་མི་དེ་གི་སྐུ་རླུང་གལ་ཆེན་པོ་དཔེ་རེད་ཤེས་རེད་བ་ང་རང་ཚོ་ཡ་ཡར་རྒྱས་གན་འདྲེ་འགྲོ་གི་ཡིན་པས་ཡར་རྒྱས་སུས་བཏང་ས་རེད་རེད་བ་ང་ཚོ་མ་འོངས་པའི་གི་མདུན་ལམ་འདི་ཨ་ནི་གན་འདྲེས་ཅིག་ཆགས་ས་རེད།

ཚང་མ་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཟེར་རོ། དངོས་གནས་ཁོ་རང་ཁ་ཞེ་གཉིས་མེད་ཀྱི་ཐོག་ནས་ཡིན་ད་རོ། སེམས་པ་གདེང་གི་སེམས་པ་ཀུན་སློང་གཙང་མེད་ཀྱི་ཐོག་ནས་ཁྱོད་རང་ཚང་མ་ལ་ཐུགས་རྗེ་ཆེ་ཟེར་རོ། ད་ཡིན་ནས་ང་ཚོའི་གི་སྤྱི་མ་འོངས་པ་འདི་ཨ་ནི་ང་རང་ཚོ་ལ་དག་དེ་རོ། རོ་ཡ། བོད་རིགས་སྤྱི་མཐུན་ཚོགས་པ་འདི་ང་ཚོ་ཚང་མ་ལ་དག་དེ་རོ། འདི་ཡིན་དུས་ཙམ་པ་ལ་འདི་ང་ཚོ་ཡག་པོ་ཅིག་ཧ་གོ་དེ་རོ། ད་ང་ཚོ་བོད་རིགས་སྤྱི་མཐུན་ཚོགས་པ་དེ་ཅིག་ཡག་པོ་ཅིག་དང་ཨ་ནི། མི་མང་ཚང་མ་རྡོག་རྩ་གཅིག་སྒྲིག་ད་ལྟ་ཡོད་བ་ནང་བཞིན་རོ། མི་མང་ཚང་མ་རྡོག་རྩ་གཅིག་སྒྲིག་ལ་ཁྲིད་ཐུབ་ངེས་ཅིག་དང་རོ། ང་རང་ཚོ་ལ་དེ་འབྲེལ་གྱི་ནུས་པ་བྱེད། ཨ་ནི་ང་ཚོ་ལ་དེ་འབྲེལ་གྱི་གཅིག། ཆོལ་ཁ་དབྱེ་མེད། ཆོས་ལུགས་རིས་མེད་ཀྱི་ཐོག་ནས་ང་ཚོ་ད་ལྟ་འགྲོ་བདེ་བ་ནང་བཞིན་རོ། དེ་འབྲེལ་གྱི་ཁྱོན་འཇམ་པོ་གཅིག་དང་གཞི་འཇམ་པོ་གཅིག། བསྐྲུན་ཐུབ་ངེས་ཀྱི་ཚོགས་གཙོ་གཅིག། རོ། ཨ་ནི། ཁ་ཡོད་ལག་ཡོད་ཀྱི་ཐོག་ནས། ཅིག། རྩིས་དང་ག་རིགས་ཀྱི་ཐོག་ནས་ཡིན་ན་མི་འདོད་ལབ་རྒྱུ་ལེན་རྒྱུ་མེད་བ། དེ་འདྲ་ཅིག་གོ་ཡ་གི་དཔོན་པོ་ཅིག་གོ་ཡ་དེ་དཔེ་གལ་ཆེན་པོ་རེད་བསམ་གི་འདུག་རོ། ཨ་ནི་ད་རིང་དེ་ལ་སྙིང་ཐག་པ་ནས་ཐུགས་ཆེ་ཁྱོད་རང་ཚང་མ་གིས་ད་དུས་ཚོད་ཅིག་བཏོན་ནས་ངས་དེ་ལ་སྐར་མ་བཅོ་བརྒྱད་བཅོ་དགུ་ཅིག་གིས་ད་སྐར་མ་ཉི་ཤུ་མ་སེམས་ཤིག་གི་སྐད་ཆ་ཅིག་བཤད་ཡིན་རོ། ཨ་ནི། དེ་ངན་པ་དེ་ལ་ཐུགས་རྗེ་ཆེ།